པ་དེ་རེ་རེ་བྱས་བྱས། སྟོན་པའི་བཀའ་དྲིན་རྗེས་སུ་དྲན་ཏེ་གུས་པ་བསྐྱེད་པར་བྱའོ། དེ་ནས་བསམ་པ་དང་སྦྱོང་བ་ཇི་ལྟ་བུས་བཤད་པ་ལ་བསམ་པ་ནི་བློ་གྲོས་རྒྱ་མཚོས་ཞུས་པ་ལས་གསུངས་པའི་འདུ་ཤེས་ལྔ་བཞག་སྟེ། ཆོས་སྨྲ་བ་པོ་རང་ཉིད་ལ་སྨན་པ་དང་ཆོས་ལ་སྨན་དང་ཆོས་ཉན་པ་ཉན་པ་པོ་ལ་ནད་པ་དང་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པ་དང་ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་བསྐྱེད་པ་དང་འཁོར་ལ་བྱམས་པ་བསྒོམ། གཞན་མཐོ་བར་དོགས་པའི་ཕྲག་དོག་དང་ཕྱི་ཤུལ་བྱེད་པའི་ལེ་ལོ་དང་ཡང་ཡང་ཆད་པས་ངལ་བའི་སྐྱོ་བ་དང་བདག་ཉིད་གྲོགས་བཞིན་གཞན་གྱི་སྐྱོན་གླེང་བ་དང་ཆོས་ལ་དཔེ་བརྒྱུད་བྱེད་པ་དང་ཟས་གོས་ལ་སོགས་པའི་ཟང་ཟིང་ལ་ལྟ་བ་སྤངས་ཏེ། རང་དང་གཞན་སངས་རྒྱས་ཐོབ་པའི་ཕྱིར་དུ་བསྟན་པའི་བསོད་ནམས་དེ་ཉིད་བདག་གི་བདེ་བའི་ཡོ་བྱད་དོ་སྙམ་དུ་བསམ་པའོ། སྦྱོར་བ་ནི་ཁྲུས་བྱས་ཤིང་གཙང་སྦྲ་དང་ལྡན་པས་གོས་གཙང་མ་གོས་ཏེ་གཙང་ཞིང་ཡིད་དུ་འོང་བའི་ས་ཕྱོགས་སུ་ཆོས་ཀྱི་ཁྲི་དང་སྟན་ལ་འཁོད་ནས། བསྡུས་ཚར་བརྗོད་པའི་སྔགས་ཁ་མདུན་དུ་བཏོན་ན་དེའི་ཁོར་ཡུག་དཔག་ཚད་བརྒྱ་མཚོན་བྱེད་དུ་བདུད་དང་བདུད་ཀྱི་རིགས་ཀྱི་ལྷ་རྣམས་མི་འོང་ལ། ད་མི་དགོས་པ་ནི་ཡོད་ཀྱི་རེད་མ་གཏོགས་ཤ་ཤ་ཤ་བདུད་བསད་ནི་སྤྲད་དགོས་ས་ཨ་ཡོད་ན་འདི་རེད་པ་ད། ད་ང་ཚོས་ཤ་ཡ་ཁོ་ཡ་བདུད་བསད་ནི་ཕག་ཅིག་བཞག་དགྲ་ཡིན་ཚེ་ཕག་ཅིག་བཞག་ཨ་ནི་དེ་ལས་ལོག་པའི་དེ་དག་མ་ཐེ་བའི་ཅིག་གཉེན་སེམས་ཅན་ཨ་ནི་པའི། ཅིག་ག་ཚོགས་རེད། གང་གི་དོན་དུ་བས་རྣམ་ཀྱིན་དོན་དུ་ཉེ་ཡ་གི་སེམས་ཅན་ཞིག་བྱོན་ད་ཅིག་བཞག་ཅིག་བྱའོ་ཟེར་ནས་རྙོག་དྲ་རུ་བ་ཡོང་ཡ་མེད་པ་དེ། དུས་ཁོ་རེ་སྙིང་རྗེ་འདུག་གོ། སྙིང་རྗེ་ད་དུས་ཟེར་ཡ་དེ་གཞན་ལ་གནོད་པ་བྱེད་མཁན་ཅིག་ལ་དུས་ཟེར་གི་ཡོད་རེད་ཁོ་སྙིང་རྗེ་འདུག་གོ། ང་རང་ཚོས་གནོད་པ་བྱེད་འགྲིག་གི་མ་རེད་ཟེར་ནས་རྟག་པར་བཤད་བསྡད་ཀྱི་ཡོད་རེད་དུས་ཁོ་རེ་སྙིང་རྗེ་འདུག་གོ་ཁོས་མི་ལ་གནོད་པ་བྱེད་བསྡད་ཀྱི་ཡོད་རེད་སེམས་ཅན་གཞན་ལ་གནོད་པ་བྱེད་ཀྱི་ཡོད་རེད་ཁོ་ར་ལས་འགན་ཟེར་གི་ཡོད་རེད་ཁོ་ར་ཕུང་པོ་འདུག་ག་རེ་སྙིང་རྗེ་བའི་ཡུལ་རེད་བ། ཁོ་དམིགས་བསལ་བྱམས་པོ་བྱེད་སའི་ཡུལ་རེད་མ་གཏོགས་ཁོ་བཀྲ་ཤག་སྐད་མི་འདུག་ག། ང་ཚོ་འདི་ཆོས་བཤད་ས་རེད་དེ། ཆོས་ལ་མ་དགའ་མཁན་དུས་ཅིག་ཡོད་ན་ཁོ་ཡོང་ཤེས་ན་ཡག་པོ་རེད་བ། ངས་ཁོ་ལ་གནོད་པ་ནི་བྱེད་ཀྱི་མིན། ཁོས་ང་གནོད་ཀྱི་ཐོག་ང་ཡ་ང་ནི་གལ་མི་འདུག་ཞེ་སྣང་ནི་གལ་མི་འདུག་ཨིན་ཅེས་ཀྱི་མི་འདུག་བ། མི་རེ་བས་ཡ། ས་དེ་འདྲ་ཡིན་དུས་ཡིན་ནའི་ང་རང་ཚོའི་སྤྱིར་བཏང་འཇིག་རྟེན་གྱི་ད་ཡང་བློ་ཡི་འགྲོ་སྟངས་རེད་བ་དེ་ལ་ཡ། ཅིག། ཕྱི་ཡི། དོན་གྱི་ས་ཡ་རེད་བ། ཆོས་བྱེད་པ་ལ་བར་དུ་གཅོད་མཁན།

ཡི་གེ་གཅིག་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་སེམས་དཔའ་འདི་འདྲེས་ཀྱི་བསམ་བློ་བརྗོད་པ་ཡིན་ན་བསམ་པ་ཙམ་གྱིས་ཕན་གྱི་རེད་མ་གཏོགས་དེའི་བསམ་བློ་ག་གེ་མེད་པ་ཕྱིར་ཡང་རྟོགས་པར་བརྗོད་ཅིག་ཤེས་པར་བརྗོད་ཅིག་སྒྲ་སྐད་ཕ་ཤ་མི་མཐུན་པའི་ཤ་འདོན་བྱེད་ག་ལ་ཤེས་ལྡན་སྐུ་རུ་ཟག་ཟག་བྱེད་ན་དེ་ག་རེ་ཕན་འདོགས་པ། མགོ་སྐོར་རེད་ཡང་མགོ་སྐོར་ཙམ་ཐུག་འདོགས་པ། དུས་ད་ལྟ་བར་དུ་ང་ཚོ་ཆོས་དེ་འདྲས་ཅིག་བཀག་ནས་ཕྱིན་པ་ཡིན་ན་ཡོང་ས་མ་རེད།

བ་དེ་དུས་ཡིན་ན་འདི་ད་དུས་དཔང་གོ་ཞུ་བཞིན་ཡོད་དེ་གོ་གང་མུར་རྩོད་ལས་ཞུ་བཞིན་པ་ཞིག་ནས་ཞུ་གོ་ད་དུས་ཚར་གཅོད་པའི་སྔགས་ཁ་མདུན་དུ་བཏོན་ན་དེའི་ཁོར་ཡུག་དཔག་ཚད་བརྒྱ་ཚུན་ཆད་དུ་དུས་ད་དུས་ཀྱི་རིགས་ཀྱི་ལྷ་རྣམས་མི་འོང་ལ། འོངས་ཀྱང་བར་ཆད་བྱ་བར་མི་ནུས་པར་བློ་གྲོས་རྒྱ་མཚོས་ཞུས་པ་ལས་གསུངས་པའི་སྔགས་དེ་འདོན་ལ་བློ་གྲོས་རྒྱ་མཚོས། བཅོམ་ལྡན་འདས་ལ་ཞུ་དུས་བཙལ་ནས་བཅོམ་ལྡན་འདས་ཀྱིས་གསུངས་སའི་ཡུལ་དེའི། གནས་སྟངས་རུ་ག་འགྲིག་ཅི་ག་ནས་བྱུང་ནི་འདི་གསུངས་ཡོད་འགྲོ། དེ་ཤེས་དགོས་ཡ་རེད་ཡང། ཡང་གདུལ་བྱ་རྣམ་རྟོག་ཟབ་བོ། རྣམ་རྟོག་དེའི་རྐྱེན་པས་ཨེ་ཁོ་རང་ཚོ་བཀྲ་མི་ཤིས་པ་ཡོང་དེ་ངས་གཅིག་ལ་ཡང་བྱུང་ནི་འདི་གི་འདི་གསུངས་ན་ཏན་ཏན་ཕིང་གིར་བ་ཏག་ཏག་རིང་གིར་བ། ཅེས་སོང། ས་དེ་འདྲི། ང་དེ་འདྲ་དྲིས་འགོར་ད་དེ་འདྲ་མིན་འགྲོ་ས་ཡོང་མདོག་ཁོ་རང་ག་འདྲི་ཤི་ཐུབ་ཁོའི་དུས་དུས་ཀྱི་ཁོ་རའི་གནས་ཚུལ་རུ་ག་འདྲི་ཤི་ཐུབ་བ་ཡང་འདི་ཏོག་ཞིབ་འཇུག་བྱེད་དབང་ཆ་རེད་ཤག། འོན་ཀྱང་བར་ཆད་བྱ་བར་མི་ནུས་པ་བློ་གྲོས་རྒྱ་མཚོས་འོངས་ཀྱང་བར་ཆད་བྱ་བ་མི་ནུས་པར་བློ་གྲོས་རྒྱ་མཚོས་ཞུས་པ་ལ་གསུངས་པའི་སྔགས་དེ་འདོན་ལ། གལ་ཏེ་སྔགས་དེ། མེད་ན། ཤེས་རབ་གཉིས་པོ་སྟོན་ཡང་འདི་རེ། བཞིན་གྱི་མདངས་རབ་ཏུ་གསལ་བའི་དོན་ངེས་པའི་ཡན་ལག་དང་ཆོས་བཤད་སྟངས་དེ་དང། ཆོས་བཤད་སྟངས་ལ་ཡང། བཞིན་གྱི་མདངས་རབ་ཏུ་གསལ་བས།

ཨེ་ལུང་གི་དོན་ནི་འདྲ་བས་མེད་པ། ད་ལུང་དང་ལྡན་པར་བཤད་དེ། དམ་པའི་ཆོས་པད་མ་དཀར་པོ་ལས། མཁས་དེ་རྟག་ཏུ་ཕྲག་དོག་མེད་པར་ནི། སྣ་ཚོགས་དོན་ལྡན་སྙན་པའི་གཏམ་ཡང་སྟོན། ལེ་ལོ་དག་ཀྱང་རྣམ་པར་རབ་སྤངས་ནས། སྐྱོ་བ་སྙམ་པའི་འདུ་ཤེས་སྐྱེད་མི་བྱ། མཁས་པས་མི་དགའ་ཐམས་ཅད་རྣམ་པར་སྤངས། བྱིས་འབྱུང་དུ་སོང་བ་ནང་བཞིན་རེད་མི་དགའ་བྱས་ན་ཡི་ཕན་ཡང་ཡོད་མ་རེད། དེ་ལས། ཁོ་ན་བཏང་སྙོམས་ལ་བཞག་ཐུབ་ན་ག་སོགས་རེད། དགའ་བ་སྒོམ་ཐུབ་ན་དགའ་བ་སྒོམ། དགའ་བ་སྒོམ་མ་ཐུབ་ནི་བཏང་སྙོམས་ལ་བཞག་ཤོར་ན། སོ་སོའི་སེམས་དཀྲུགས་ཀྱི་དེ་ནི་ཆོ་ག་རེད། མཁས་པས་མི་ག་ཐམས་ཅད་རྣམ་པར་སྤང། བྱམས་པའི་སྟོབས་ནི་འཁོར་ལ་བསྒོམ་པར་བྱ། ཉིན་མཚན་དུ་ཡང་ཆོས་མཆོག་རབ་ཏུ་བསྒོམ། མཁས་པ་དེས་ནི་བྱེ་བ་ཁྲག་ཁྲིག་སྤེལ། འཁོར་རྣམས་མགུ་ཞིང་དེ་བཞིན་དགའ་བར་བྱེད། དེ་ལ་ནམ་ཡང་འདོད་པ་ཅུང་ཟད་མེད། ཟས་དང་སྐོམ་དང་བཟའ་དང་བཅའ་བ་དང། གོས་དང་མལ་ཆ་ཆོས་གོས་རྣམས་དང་ནི། ན་བའི་སོ་སྨན་དག་ཀྱང་མི་བསམ་སྟེ། འཁོར་རྣམས་ལ་ནི་ཅི་ཡང་མི་བླང་ངོ། གཞན་དུ་མཁས་པ་རྟག་ཏུ་བདག་ཉིད་དང་སེམས་ཅན་འདི་དག་སངས་རྒྱས། སེམས་ཅན་འདི་དག་སངས་རྒྱས་འགྲུབ་པར་ཤོག། ཕན་ཞིང་འཇིག་རྟེན་ཆོས་གང་བསྟན་པ་དེ་བདག་གི་བདེ་བའི་ཡོ་བྱད་ཀུན་ཉམས་སེམས་ཞེས་གསུངས་སོ། ད་དེ་ནས་ཡུལ་གང་ལ་ཤར་བ་དང་མི་ཤར་བའི། མ་དེ་ནས་ད་ནམ་རྒྱུད་བཀའ་གདམས་གོང་མའི་གསུང་སྒྲོས་ལ་ཡང་ས་བཅད་དྲུག་སྟེ། ད་མ་གཞི་ས་བཅད་རྒྱ་གཞུང་ལ་ས་བཅད་མེད་པ་རེད། ང་ཚོ་བོད་འགྲེལ་མཛོད་ནང་ལོགས་ལ་ས་བཅད་གཅིག་འདུག་ཨ།

ས་བཅད་མ་འཁྲུགས་པ་བྱས་ནས་བཤད་དེ་གལ་ཆེན་པོ་ཡིན་པ་རེད། ད་ས་བཅད་འཁྲུགས་ཏེ་འཆད་པ་བྱ་རོག་གི་ཚང་བཅའ་བ་ལྟ་བུ། སྤོ་རོག་གི་སྤོག་ཚང་ནང་ལོགས་ལ་ཡ་གཅིག་འདྲ་མི་འདྲ། འདི་ག་ཚོགས་ད་གང་བྱུང་མང་བྱུང་བླུགས་ཤིག་འདུག་བ། གཅིག་ཤེ་བོ་ཆང་འགྱོག་གི་སོ་རུབ་གཅིག་ཀ་ཡུ་ཆང་འགྱོག་གི་སོ་རུབ་གཅིག་འདི་འདྲ་འདྲ་མང་པོ་གཅིག་བླུགས་ཤིག་འདུག་བ། ཁོས་བོད་སྐད་གི་ཚང་ལ་གཅིག་བོད་སྐད་ཆིབས་བསྒྲུགས་ལ་གཅིག་སྤུ་འཇམ་པ་དང་གཅིག་ཟོ་བ་དང་གཅིག་དེ་འདྲའི་བསམ་བློ་སྐྱེ་མི་འདུག་བ།